སྐབས་བཅོ་བརྒྱད་པ་དགུ། སྲིད་སྤྱི་གཉིས་ཀྱི་འོས་བསྡུ་དང་འབྲེལ་བའི་ཐོག་ནས་ང་ཚོ་རྒྱ་ཆེའི་མི་དམངས་ལ་གོ་རྟོགས་སྤེལ་ཡག་གི། ལས་འགུལ་ཇེ་ཐུགས་སུ་འགོ་བཙུགས་ཡག་གི་འདི་གི་གྲ་སྒྲིག་འདྲ་བོ་བྱས་པ་རེད། ཡིན་ན་ཡང་ང་ཚོས་དེ་ཚོགས་སྡེ་དུ་བཏང་ནས་གི་དང་ད་རེས་ཕལ་ཆེར་ཟླ་བ་གཉིས་སུ་འགྲོ་གི་ཡོད་རེད་དེའི་བར་དུ་ལ་དབུས་འོས་བསྡུ་ལྷན་ཁང་གི་དང།

ཡང་དམིགས་བསལ་གྱི་ཆེད་བཀའ་དྲིན་རག་པ་ཙམ་པས་ཕེབས་པ་རེད། འོ་དེ་བཅས་དུས་འདི་ལའང་ང་ཚོས་དེ་གི་ཐོག་ལ་ཅིག། ལ་ཉམས་རྫོགས་ཚིག་འདྲ་པོ་བྱས་ས་ན་ཞིབ་ཕྲ་ཅིག་བཏང་བཅས་ནས་གི། ད་རེས་ཚོགས་འདུ་དེ་ཕྱི་འགྱང་བྱས་པ་རེད། ཡིན་ན་ཡང་མ་གཞི་རྩ་བའི་ཆ་ནས་ད་ལོ། རྒྱ་བལ་འབྲུག་ཚོ་ནང་གི་ད་ཚོགས་འདུ་ལ་བཅར་ཐུབ་ཡག་ཁག་པོ་ཞེ་པོ་ཅིག་ཆགས་བསྡད་གི་འདུག་ཨ། ཚང་མ་གི་མཁྱེན་ཆེ་བ་རེད་སི། བསོད་གྲྭ་བཙོང་ཡིན་གི་དུས་ཚོད་ཅིག་ཁེད། དེ་ཕྱིར་དངོས་མཚོན་ནི་ས་གནས་རེ་ནས་མི་གཉིས་རེ།

ནི། ཏཱ་རེ་བཅུ་དྲུག་དང་བཅུ་བདུན་ནི་ཡང་ད་བར་ལས་ཀྱང་སྐྱེ་དངོས་རིན་པོ་ཆེ་ལ་གོ་སྟོན་དང་འབྲེལ་བའི་ཐོག་ནས་འདེགས་སྐྱོར་བྱ་མཁན་གྱི་ཚོགས་སྡེ་ཁག་ནི་མང་པོ་ཞིག་འཕེལ་གྱི་འདུག་དེ་དང་སྟབས་བསྟུན་བྱས་ནས་ཀྱི། ང་ཚོ་གཅིག་ད་ཚོགས་བཞག་ན་ཟེར་ནས། སྤྱི་ཟླ་བཅུ་གཅིག་པའི་ཏཱ་རེ་བཅུ་གཉིས་པོར་ང་ཚོ་དེ་གཏན་འཁེལ་ཚོགས་གཙོ་རྒྱུ་མ་ཚེ་ལེགས་ཀྱིས་ད་ཐད་གཏོང་འདྲ་བོ་ཅི་དགའ་ས་ཅིག། མང་ཚོགས་ལ་ཡང་གོ་རྟོགས་སྤེལ་ཡག་གི་ཆེད་དུ་ཐད་གཏོང་ནག་པོ་བྱས། བཟོ་ཡག་གི་ལས་གཞི་ཅི་ཡང་བཟོས་བཙོན་དོན་བྱེད་ཚང་མ་བྱས་ཚར་རེད་ཚར་རེད་བལྟས། ལས་ད་ལྟའི་འོས་བསྡུ་སྒྲིག་གཞི་དང་གཅིག་བལྟས་ཡོང་དུས་འདི་ལ་ཏག་ཏག་མ་བལྟས་པ་ཅིག་ཆགས་ཙང་ཨ་ནི་ང་ཚོ་ད་ལྟ་དེ། གནས་སྐབས་ལ་ཡང་དུས་ཚོད་ངེས་མེད་ཀྱི་བར་དོ་ལ་ཡང། ཚོགས་འདུ་ཚོགས་ཡག་ཏུ་དེ་གོ་དགོས་ལ་ལས་འགུལ་སྤེལ་ཡག་འདྲ་བོ་དེ་ཚོ་ཕྱིར་འཐེན་བྱེད་པ་ཡིན་བཟོ་བོ་དེ་ད་རིང། དེ་ཅིག། གསལ་བཤད་ཅིག་ཞུ་ན་བསམ་སོང། ད་དེ་འདྲ་གཉིས་པ་དེ་ལ་ཡོད་ལ་གཞི་རིམ་དང་མི་མང་ལས་འགུལ་ཚོགས་པའི

དེ་སུ་ལ་ཡིན་ན་ཡང་བེད་སྤྱོད་བཏང་ཡང་ཆོག་ཡག་གི་རེད་མི་ཚེ་དུས་ཁ་ཤིག་ལ་བེད་སྤྱོད་བཏང་ཆོག་ཡག་དུས་ཁ་ཤིག་ལ་བཏང་མ་ཆོག་བ་རེད། ལམ་དང་ལུགས་སྲོལ་ཁྲིམས་དང་སྒྲིག་གཞི་ག་གི་ནང་ལ་ཡང་ཡོད་མ་རེད་དེ་བྱེད་དུས་དེ་ལ་རང་འཇགས་བཞག་ཆོག་ཟེར་ནས་བསམ་ཤ་ཤུགས་ཆེན་པོ་ལས་སོང། ཡིན་ན་ཡང་སྐབས་དེ་ལ་ཡག་ཨ་ནི་ཅིག། ང་ཁྱོད་སློབ་སྟོན་པ་འདྲ་པོ་ཅིག་གི་ངོ་ཡོད་ཐོག་ནས་ཡོད་དུས་ངས་དགའ་སྤྲོར་བཞོས་པ་ཡིན་ཟེར་ན་ད་གཡུག་ཞོག་ཟེར་དུས་ཁ་བྲལ་ཟེར་ན་ཁོ་དོན་དག་དེ་ཆད་པ་ཡོད་མ་རེད་ད་ལོ་མ་མང་བཟོ་ཆོག་ན་འགྲིག་གི་ཡོད་རེད་གཞི་རིམ་མ་མང་དེ་ལ་རྩིས་རྒྱག་གི་མ་བསྡད་ན་ཡག་པོ་འདུག་གཞི་རིམ་མ་མང་ལ་ཡག་ཕོག་ཐུག་བཏང་དགོས་ཡ་གལ་ཡོད་མ་རེད་ང་རོ་ཚོ་སོ་སོ་སོ་སོ་དགོས་ཡ་གི་སྤྱི་པའི་རྩ་དོན་གི་ཐོག་ལ་ལས་འགུལ་བྱེད་ཡ་རེད་གལ་ཆེ་ཡ་རེད་མི་སེར་ཐ་སྙད་ཅིག་གི་དོན་དག་དེ་ལ་རྩིས་རྒྱག་ན་ཆོས་ནི་ཡོད་མ་རེད་ཟེར་ནས་གས། ད་ང་ཚོས་ག་རེ་ཟེར་གི་རེད། མི་ཆུང་ཆུང་ཅིག་གིས་བསམ་པ་ཆེན་པོ་འདྲ་པོ་བཏང་བྱས་ནས་ཀྱི། མ་བསྐོར་བཞག་པ་རེད་བསྐོར་རོགས་བྱས་ཚེ་ངས་ཞུ་བ་འཐེན་པ་ཡིན་མ་བསྐོར་བ་རེད། མ་བསྐོར་ཚར་རེད། ད་ད་འདྲ་པར་དུ་ལ་ག་རེར་ཟེར་ན། དང་བླངས་མི་མང་ལས་འགུལ་ཚོགས་པ་ཟེར་བཞག་ཡོད་རེད་ང་ཚོ་ཚོགས་མི་ནང་དང་རྒྱུན་ལས་ནང་ལོགས་ལ། དེ་གཞི་རིམ་དེ། མ་བྱེད་བྱེད་དུ་འགྲོ་གི་མི་འདུག་སོང་མཁན་གི་དགོངས་ཚུལ་སོང་མཁན་དང་ཕྱི་ལོག་ཡོད་མཁན་དང། ཡང་ལོ་གཟུ་བོ་ལ་ནི་གི་ཁ་བྱེད་གི་ཆེ་བྱེད་རིགས་མང་མང་ཟིག་ཡ་དེ་ཕྱོགས་སོ་ཆུ་རུད་དང་བྱེད་པ་རྣམས་ལ་སུ་ཡིན་ན་ཡང་གཞི་གཅིག་གཉིས་གི་ནང་ལ་བེད་སྤྱོད་བཏང་ཆོག་ཡ་གཅིག་རེད་མི་སྲིད་དེ་ག་ཞིག་བཏང་ཆོག་ཡ་ག་ཞིག་བཏང་མ་ཆོག་པ་མེད་པ་དེ་ག་རེ་རེད་སོང་དྲི་བ་བཏང་མཁན་ཡོང་གི་འདུག་དེ་ལས་དེ་ལས་ལན་འདྲ་པོ་ག་ག་ཞིག་ཞུ་གི་མེད་འདུག་སུ་བྱེད་བྱེད་ན་གི་ད་ལྟ་བར་དེ་ཐུགས་སུ་བསྡད་དེ་ཡོད་རེད།

དེ་ནས་དེ་གཞི་རིམ་མི་མང་གིས་དབུས་སྤྱི་ཁྱབ་རྒྱུན་ལས་ཚང་མ་ཐུག་འདོད་དང་བློ་མོས་ཡོད་བྱས་ནས་གསལ་བསྒྲགས་གནང་ཡིན་ནའང་མི་ཤེས་ཚོགས་གཙོ་ཁོ་རང་རྣམ་པ་གཉིས་ཀྱིས་ཐག་བཅད་བྱས་ནས་གནང་ཡིན་ནའི་མེད་ཨེ་འདྲ་བྱས་གནང་བ་རེད། དེ་ལ་ཡར་ལ་སྤྲད་སོ་བློ་ཕམ་བྱུང་བློ་ཕམ་བྱུང་ག་རེ་རེད་ཟེར་ན། དེ་ནི་དབང་ཡོན་རྐང་བརྐྱང་ལག་བརྐྱང་རྩ་ཁྱེར་འདྲ་བོ་ཅིག་ཆགས་ཡོང་གི་འདུག་བ། དེ་ཕྱིར་བདེ་པོ་ཙང་ནི་མ་བྱུང། ཡིན་ནའི་ལ་ཁ་ཐུག་དེ་ལ་ལན་སྐད་ཁ་ཡེ་ཤོས་མེད། ག་རེ་ཟེར་ན་ང་ཚོ་སྒུལ་རྩ་འཆལ་རྩ། སྤྱི་པའི་རྩ་དོན་གྱི་ཐོག་དང་རྒྱ་གྲོང་ཆེ་དགོངས་ཀྱི་སྒྲུབ་བྱ་གྱི་ཐོག་ལ། ལས་ཁ་བྱེད་ཡ་རེད་མི་སྲིད་ནང་ལོགས་ལ་དོན་དག་ཆུང་ཆུང་ཅིག་གི་ཐོག་ལ་རྩེད་རྒྱ་ཡ་ལ་ཡ། རྩ་བ་གཉིས་ནི་འདོད་པ་མེད།

མི་སུ་གཅིག་གིས་དེ་འདྲ་བྱས་ནས་ཅིག། བདག་སྤྲུག་ཕུ་དྲུག་འདྲ་པོ་བཟོ་བྱས་ནས་དགེ། མིའི་བྷ་གའི་ལས་འགུལ། ལྷ་བསང་གནང་སྟངས་ཀྱི་ལས་འགུལ་སྤེལ་བསྡད་མཁན་དེ་ལ་བདག་སྤྲུག་ཕུ་དྲུག་འདྲ་བཟོ་བསྡད་ན་ཡག་པོ་ཙང་ན་མི་འདུག་ཟེར། ང་ད་རེས་དེ་ཅིག་ཞུ་ཉེན་འདུག་ཟེར་དེ་ཅིག་གསལ་བཤད་ཞུ་དགོས་ཡ་རྒྱུ་མཚན་དེ་ཡིན། འོ་དེ་ཡིན་ད་ད་འདྲ་ང་ཚོ་ག་རེ་ཟེར་བ་རེད་ཟེར་ན་གཞི་རིམ་དྭང་བླངས་མི་མང་ལས་འགུལ་ཚོགས་པ། ཟེར།

ཡིན་ན་ཡང་དེ་གཉིས་ཀྱི་ཆབ་སྲིད་ཀྱི་ངོ་བོ་གི་ཐོག་ལ་ཐ་དད་རེད་དེ་སྐོར་ལ་ངས་གསལ་བཤད་གཏད་སོ་བྱས་མྱོང་གྲོལ་སོང། རིགས་གཅིག་གི་གདན་ས་ཁག་དང་གནད་ཡོད་ཁ་ཤས་ཀྱིས་ཀྱི་ནི་ཁྱོད་རང་ཚོ་གིས་ཆོས་ཀྱི་མུ་ཁོག་ཟེར་ལབ་ཀྱི་འདུག་བ། ཆབ་སྲིད་དང་ཆོས་གཉིས་ཐ་དད་བཟོ་གི་ཡིན་ཟེར་ལབ་ཀྱི་འདུག་བ་དེ་ཚོ་ག་འདྲ་རེད་ཟེར་ཏེ་ཟེར་གྱི། གནད་ཡོད་དེ་འདྲ་ཁ་ཤས་ཀྱིས་ཀྱི་དྲི་བ་ཐེངས་མང་མང་པོ་ལས་སོང། ཡིན་ན་ཡང་ག་རེ་ཞུ་བ་ཡིན་ཟེར་ན་ང་ཚོ་དེ་ལུས་འགུལ་དེ། གྲོས་ཚོགས་དེ་གཙང་མ་བཟོ་ཡ་གཅིག་དང་གྲོས་ཚོགས་དེ་ནང་ལ་ཡོད་མཁན་སྤྱི་འཐུས་རྣམ་པ་གིས་ཀྱི་གནང་སྟངས་ཀྱི་ཐོག་ལ་མ་འགྲིག་པ་དེ་ཚོ་ལ་ཡང་ཐེར་འདོན་བྱེད་ཡ་དེ་དང་ཁྲིན་ཐོག་ནས་གཙང་མ་བཟོ་ཡ་རེད་མེད་ཚོད་ཀྱི། ཆུའི་དང་འཛིན་སྐྱོང་དང་གྲོས་ཚོགས་ཀྱི་ཐོག་ལ་ང་ཚོ་ཐེབས་རྒྱུ་ག་གེ་བྱེད་ཀྱི་མེད། ལྷག་པར་དུ། ཨེ་ནི་ཆོས་བརྒྱུད་སྤྱི་འཐུས་དགོས་དང་མི་དགོས།

ས་ཡིག་བརྒྱབ་པ་ཡིན། ག་རེ་ཟེར་ན་དེ། ཆོས་ཕྱུག་གི་བླ་ཆེན་རྣམ་པ་ལ་ཡང། བརྙས་བཅོས་ཕུལ་བྱས་ནས་བདེ་ལུགས་ཞུ་གི་ཡིན་སོང་སོང་བ། མི་ཚེ་བརྗོད་ཀྱི་དེ། ཁྲིམས་ཁང་ལ་གཏུགས་དགོས་ཡིན་གྲོས་ཚོགས་ནང་ལ། དེ་གི་ཐོག་ལ་ཡང་འབོད་སྐུལ་ཞུ་གི་ཡིན་ཟེར་ཞུ་མ་ཁོ་ན་ཚོ་སོང་དེ་སོང་བ། དེ་ཚོ་སྐབས་དེ་ལ་ཡང་ཆོས་ནི་ཡོད་མ་རེད། ག་རེ་ཟེར་ན་ཆོས་ཕྱུག་ཁག་གི་བླ་ཆེན་ཚོ་ལས།

དྲུག་ཅུ་ཐམ་པ་ལོ་ལ་སྐབས་དང་པོ་གི་སྤྱི་འཐུས་བཙུགས་དུས་ནས་བྱས་ནས་ཀྱི་སྐྱབས་རྒྱ་མགོན་རིན་པོ་ཆེ་དབུ་བཞུགས་ཀྱི་ཐོག་ལ་གཏན་ལ་ཕབ་བཞག་པའི་ཀྱི་བཅའ་ཁྲིམས་རེད། ཨེ་ནི་བཅའ་ཁྲིམས་ཁོ་ལ་ང་ཚོ་ཚང་མ་ཀྱི་བརྩི་གི་ཡིན་བརྩི་གི་ཡོད་རེད་དེ་དང་མཚུངས་དབང་ཅིག་གི་ཐོག་ནས་དེ་ཀྱི་སྐུ་དབང་ཚང་མ་དུ་སེར་མོ་བ་ལ་ཡོད་རེད་མི་སེར་ཅིག་ང་ཚོ་མི་ཆ་ལ་མེད་པ། ཤར་ལམ་རྩེ་ལམ་ཁ་ཁ་རེད་འབྲོང་གྲོས་ལམ་བཟོ་ས་རྫ་ལམ་རེད་ཟེར་བ་ནང་བཞིན་རེད་དེ་ཀྱི་སྐུ་དབང་དུ་ཁོ་ནང་ཚོ་རེད། ཁོ་ན་ཚོ་སྐུ་དབང་ལ་ང་ཚོ་བསང་ཆ་ཕུལ་ཆོག་གི་ཡོད་རེད་མི་སེར་ཏཱ་ལའི་ཞེ་ཕུག་གི་ཐེབས་ཀྱི་ཅེས་ཅེས་ནས་གི་ཡོང་མི་ཆོག་ཡོང་མི་ཆོག་ཟེར་ཡག་གི་ཐོབ་ཐང་དེ་ང་ཚོ་ལ་མེད་པ་འོ་དེ་ཆོས་དུས་དེ་ལ་གནད་དོན་དེ་དེ་རེད་ཨེ་ནི་ང་ཚོ་ནི་དེ་གི་ཐོག་ལ་ཡ་ཇུས་ཐོག་རྩ་བ་ནས་ཡོང་མ་རེད་ང་ཚོ་ག་རེ་ཟེར་ན་ད་ཟླ་གཅིག་ཐད་ཀ་གི་ཆོས་རྗེ་ཡིན་ན་འདྲ་ཕྱོགས་ཁག་ཡིན་ན་འདྲ་སྤྱི་འཐུས་རེ་ཟུང་གི་གནང་ཕྱོགས་ལ་དཔག་པའི་གི་ཅིག་བཅའ་ཁྲིམས་དང་འགལ་བ་དང་སོ་སོའི་དམ་བཅའ་དང་འགལ་བ་དེ་ཚོ་ལ་ཡང་ཞུ་དག་བཏང་བྱས་ནས་གི་གཙང་མ་ཚོ་ནས་རྒྱ་བོད་ཁྲིམས་ཁང་ག་ལ་ཡིན་ན་ཡང་ང་ཚོ་དེ་ཞུ་གཏུག་བྱེད་ཡ་དེ་ང་ཚོ་ལས་འགན་རེད་ང་ཚོ་དེ་ལས་འགུལ་སྤེལ་གི་ཡོད་རེད་མི་སྲིད་གཞན་ག་གི་ཡོད་མ་རེད་དེ་བ་ལ་དེ་ལ་ནོར་དགོས་ཡ་རྒྱུ་དང་ཅིག་ཐུགས་ནོར་ཐེད་འགྲོ་དགོས་ཡ་ག་གི་ཡོད་མ་རེད་ཟེར་དུ་ཞུ་ཡ་ཡིན་ཨེ་དེ་སྐོར་ལ།

གཉིས་ནི་ད་ལྟ་དང། སྐད་ཆ་མང་པོ་ཞུ་གི་མིན། ཞུ་ཡ་མང་པོ་ཡོད། ཞུ་ཡ་མང་པོ་ཡོད་དེ་ཡིན་ན་ཡང་ད་རེས་དེ་རྣམས་ལ་ཞུ་བསྡད་པ་ཡིན་ན་ཁོ་ཕྱོགས་སུ་ག་ཡི་མི་འདུག་ཞུ་ཡ་མིན་དེ་གཅིག་བྱས་སོང་པ་འདི་ལ་ད་ད་ལྟ་སྐབས་བཅོ་བརྒྱད་པ་གི། སྤྱི་འཐུས་དང་སྐབས་བཅུ་བདུན་གི། སྲིད་སྐྱོང་འོས་བསྡུ་བྱེད་ཡག་གི་དུས་ཚོད་སླེབས་དུས་ཡོད་རེད་དེ་སྤྱི་འཐུས་དེ་ལ་ད་གང་ལྟར་རྒད་པོ་གི་ལག་གཉིས་འཐབ་མོ་སྦྱར་ནས་གང་ལྟར་འདས་པའི་ལོ་རྒྱུས་ཀྱི་ནང་ལོག་དེ་ལ་གནས་ཚུལ་ཁ་སྤྲོད་ལྷག་ཡོད་ན་དེ་ཚོ་ཨུམ་ཨ་ཧོང་བྱེད་བྱེད་ནས་གི་སུ་གཅིག་གི་ཐད་ཐུགས་ལ་མ་བཞག་པ་བྱེད་ད་གསར་པ་དེ་ནང་ལ་ཡང

ལོ་གཅིག་ཧྲིལ་བོ་སྲུང་གི་རེད་དེ་ཡིན་དུས་སྔོན་དང་ལོས་ཡང་ཚང་མ་འདི་གི་དང་ཚུལ་རྡོག་རྩ་གཅིག་ལ་སྒྲིལ་བྱས་ནས་གི་སྤྱི་འཐུས་རྣམ་པ་དེ་ཡག་པོ་ཅིག་ཕེབས་ཐུབ་བའི་གི་རེ་བ་ཡོད་སྔོན་མ་མ་འདུས་པ་ཡོད་མཁན་དེ་ཚོ་གི་དགོངས་པ་ཡག་པོ་ཅིག་གཞིས་བྱས་ནས་སྐྱབས་མགོན་རིན་པོ་ཆེན་གི་དགོངས་གཞི་འགྲུལ་བ་གི་ཐོག་ལ་ཚང་མ་གདུང་སེམས་གནང་ཚེ་ཆེས་ནང་ལོག་ལ་བལྟས་ཚེ་རིང་ཐུང་ག་རེ་ཡོད་ན་ཡོད་དེ་ཚོ་ཕ་ཤགས་ཆེ་ཤགས་ཆུང་ཆུང་བྱས་བྱས་ནས་གི་དེ་འདྲ་གནང་རོགས་བྱེད་ཡུལ་ཟེར་ནས་རྒད་པོ་གི་འབོད་སྐུལ་དེ་ཞུ་གི་ཡོད་ཅིག་ཅིག་རེད། ཨེ་ནི་ཞེས་པ་འདི་ལ་ག་རེ་རེད་ཟེར་ན། ད་བརྟན་བཞུགས་མང་པོ་བྱ་དགོས་ཡོད་རེད་རྗེ་བོ་རིན་པོ་ཆེན་ལ་སུམ་ལྡེག་མང་པོ་ཞུ་གི་ཡོད་རེད་དམ་བཅའ་མང་པོ་ཕུལ་གི་ཡོད་རེད་བརྟན་བཞུགས་ཕུལ་དུས་དམ་བཅའ་ཕུལ་གི་ཡོད་རེད་ད་དམ་བཅའ་མང་པོ་ཕུལ་གི་ཡོད་རེད། ཨེ་ནི། ག་རེ་རེད་ཟེར་ན། བཀའ་བཞིན་སྒྲུབ་པའི་ཆོས་པའི་གཉིས་པ་བྱ་ཟེར་ནས། བཀའ་བཞིན་བསྒྲུབ་པ་ཡིན་ན་ཆོས་བརྒྱུད་ནང་ནས་ཨང་དང་པོ་དེ་རེད་བ། དེ་དེར་སྐྱབས་མགོན་རིན་པོ་ཆེ་གི་བཀའ་དགོངས་ག་རེ་རེད་ཟེར་ན་སྐྱབས་མགོན་རིན་པོ་ཆེ་བོད་ཕྱོགས་ཁག་གསུམ་གཅིག་ཏུ་སྒྲིལ་བའི། གཅིག་ཏུ་སྒྲིལ་བའི་གི་རང་སྲིད་རང་སྐྱོང་ཚད་དུང་ཅིག་གི་ཐོག་ལ། འགྲོ་ཡག་གི་དགོངས་གཞི་བླ་ན་མེད་པ་དེ་རེད། སྐྱབས་མགོན་རིན་པོ་ཆེ་སྐུ་སྒེར་ཆད་པ་ག་གེ་ཡོད་མ་རེད་བོད་མི་ས་ཡ་དྲུག་བོད་མི་ས་ཡ་དྲུག་གི་བདེ་དོན་གི་ཆེད་དུ་དགོངས་པ་དེ་བཞེས་ནས་ག་ག་སེ་སེ་ཅིག་གི་སྐུ་ལུས་བསྐྱེལ་ཚར་རེད་ག་སེ་སེ་ཅིག་གི་བསྐྱེལ། མིག་གིས་ཅིག་ཕྱི་ལོག་དང་ནང་ལོག་དང་ཁ་ཚ་དགའ་ནས་ཚད་མེད་དང་དམའ་འབེབས་ཞུ་མཁན་ག་ཚད་བྱུང་བས་རེད། ཡིན་ན་ཡང་ལྕགས་མོ་རིན་པོ་ཆེ་དགུང་ལྕི་རླབས་ཆེན་དེ་འབྲུག་ཡར་ལ་ཡར། ད་རེས་ལོ་གསར་པ་དེ་གི་ནང་ལ་འཛུལ་ནའང་མི་འདུག་སྐབས་དཔྱད་བརྗོད་པ་གི་སྤྱི་འཐུས་ཀི་ནང་ལོག་ལ། ཚང་མལ་དུ་ཅིག་ལྕགས་མོ་རིན་པོ་ཆེ་གི་དགུང་ཞི། དབུ་མའི་ལམ་ལ་ཤར་བསྐྱོད་གནང་མཁན་རྐྱང་རྐྱང་གི་ཕེ་ཐུ་ཡ་གི་ཚུ་བ་མི་ལང་བཏབ་གི་ཡོད་མི་མང་གིས་ནས་ཐག་རང་དགོངས་པ་བཞིན་བྱས་ནས་གི། གང་ལྟར་ད་ལྟ་ང་ཚོ་ཨ་མི་རི་ཀ་སྟོབས་ཆེན་རྒྱལ་ཁབ་རེད་ཨུ་རུ་སུ་སྟོབས་ཆེན་རྒྱལ་ཁབ་རེད་དམག་རྒྱག་རེས་བྱེད་གི་ཡོད་རེད་གཅིག་གཅིག་ལ་རྒྱབ་སྐྱོར་བྱེད་གི་ཡོད་རེད་གཅིག་གཅིག་ལ་ཀ་རེ་ཟེར་གི་རེད་མཚོན་ཆ་གི་རོགས་རམ་བྱེད་གི་ཡོད་རེད་འཁྲུག་ཐག་ཆོད་ཡོད་རེད། དེ་ཚོ་གི་ཐོག་ལ་ཡ་མི་འཛམ་བུ་ལས་སྤྱི་ཡི་གི་གནས་ཚུལ་དེ་རེད་རྒྱལ་སྤྱིའི་གནས་ཚུལ་འདྲ་བོ་རེད་ང་རང་ཚོ་ཁ་སང་དགོས་གཏུག་དེ་ག་བ་ལ་ཐུག་གི་ཡོད་རེད་ཟེར་ན་ང་རང་ཚོ་འདྲི་བ་བྱེད་ས་དེ་རྒྱ་དམར་ལངས་ཉིན་ལ་ཐུག་གི་ཡོད་རེད་དེ་བྱེད་དུས་འདི་ལ་རྒྱ་དམར་ནག་གཉིས་ལ་ད་ལྟ་ད་ལྟའི་ཆ་ལ་ཡང་ཆབ་སྲིད་ཀྱི་ཐོག་ལ་འགྱུར་བ་ཆེན་པོ་ཞིག་འགྲོ་འགྲོ་དང་འགྲོ་བཞིན་པ་རེད། དུས་སྐབས་དེར་ཡང་ང་རང་ཚོའི་ངོས་ནས ྋསྐྱབས་མགོན་རིན་པོ་ཆེས་བཀའ་དགོངས་ཡིག་ཚང་གི་ཐོག་ལ་དབུ་མའི་ལམ་གྱི་ཐོག་ལ་ཤར་བསྐྱོད་གནང་ཡ་རྗེས་དང། བོད་དོན་བདེན་མཐའ་སེལ་ཡག་གི་རྩ་དོན་ངོ་མ་འདི་ད་ལམ་དབུ་མ་རེད། བཙན་བྱོལ་གཞུང་གི་ཆབ་སྲིད་ལ་གཏན་འཁེལ་ཚར་རེད་དེ་ཁེལ་ཐབས་པ་དེ་ལ་ཨ་ནི་ཚང་མ་འདི་གི། གསོལ་བ་རྩེ་གཅིག་ཏུ་བཀྲམ་ནས་སྤྱང་ཀུ་རིན་པོ་ཆེ་དགོངས་བཞེས་བླ་ན་མེད་པ་དང་སྒྲུབ་དགོས་དགོས་རེད་གཞིས་ལུས་མང་མང་གི་ཕུགས་བསམ་དེ་རེད་བོད་ཀྱི་བདེ་སྐྱིད་དེ་དེ་རེད་བསམ་ནས་ཚང་མ་འདི་གི་ཐོག་ལ་གཅིག་འུད་ཤོག་བླུག་གི་ཡོད་ན་འདྲ། གཞན་ཡང་གི་གཅིག་གོ་དོན་དང་འདི་བོད་ཀྱི་ཐོག་ལས། སྲི་ཞུ་ཞབས་འདེགས་ཀྱི་ལས་འགུལ་འདྲ་པོ་ག་རེ་སྤེལ་གི་ཡོད་ན་ཡང་ཚང་མ་འགྲིག་གི་འདུག་གང་ལ་དགོངས་པ་ཆེ་ས་ལ་གཞིས་བྱས་ནས་གནང་རོགས་བྱེད་ཡིན་ཟེར་ནས་ང་རྒས་སྤོགས་ཀྱི་རེ་བ་དེ་ཡིན་དེ་བྱས་ཚེ་ནི་ཚང་མ་འདི་ལ་བཀྲ་ཤིས་བདེ་ལེགས་ཡོད་ཨེ་ནི་གཅིག་ག་རེ་རེད་ཟེར་ན་གཅིག་གཞི་རིམ་མི་མང་དང་དང་བླངས་མི་མང་དང་ཨེ་ནི་དེ་ཚོ་གི་ཐོག་ལ་ཡས་ཡས་མ་མ་ཟེར་མང་པོ་ཅིག་སོང་བསྡད་གི་འདུག་བ་སོང་བསྡད་གི་འདུག་ཁོ་རང་ཚོ་དབུ་ལ་བཞུགས་མཁན་གྱི་ཚོགས་གཙོ་རྣམ་པ།

ཨ་ནི་སོ་སོ་གི་དམིགས་ཡུལ་གཅིག་སྤྱི་འཐུས་ལང་ཡང་འདྲ་བོ་དང་སོ་སོའི་ཁེ་ཕན་སྒྲུབ་ཡ་གྲོས་ཚོགས་ཀྱི་ཐོག་ལ་ཡ་གཅིག་གཙིགས་སུ་ཟིན་བྱས་ནས་གི་གཅིག་གནང་མཁན་གྱི་རེད་འདུག་བ་ད་ངས་ལབ་དགོས་མ་རེད་ཚང་མ་ལེགས་ཆའི་འགྲེལ་གི་འདུག་བ་འོ་དེ་གཅིག་སྒྲུས་འདི་ལ་ཨ་ནི་དགོངས་པ་ཡང་ཚིག་གཅིག་མཐོ་ས་ལ་བྱུགས་ཡོད་རེད་རྒྱང་རིང་ས་ལ་ཚིག་དཀའ་མིན་ཡག་པོ་ཡག་པོ་གནང་བསྡད་ན་ཡག་པོ་ཡོད་རེད་དེ་མ་བྱུང་པ་ཡིན་ན་ཨ་ནི་ཡག་པོ་ཡོང་གི་མ་རེད་ཡག་པོ་ཡོང་གི་མ་རེད། ཐུགས་སངས་རྒྱ་ཆེ་ས་ནས་ཞེས་བབ་བླུན་བསྟན་སོང་གནང་རོགས་ཞེས་སུ་བབ་བླུན་གནང་སོང། སྐད་ཆ་ཚང་མ་སྔོན་ཚིག་ཀོང་གིས་ཅོང་ཅོང་བྱས་ཞེས་གསུངས་བསྡད་པ་ཡིན་ན་ཡོང་ཡ་ཡོད་མ་རེད། ཨོ་དེ་རེད། ང་ཚོའི་ད་བར་ལ་ཡང་དཔེ་ཆ་མ་ལུས་གཅིག་གི་དོན་དག་ལ་ལི་ཁ་དེ་ཚོ་བྱེད་ཀྱི་ཡོད་མ་རེད་ད། ཨོ་ཨོ། དཔེ་ཆ་མ་ལུས་གཅིག་གི་དོན་དག་དང། རྣམ་པ་ཚོགས་ཀྱི་གནང་སྟངས་དང་བྱེད་སྟངས་དེ་ཚོ་གཅིག་བཏང་བར་ཚེ་དཔལ་འབྱོར་སྡུག་འགུལ་ཁོ་རང་གི་ཆེད་དུ་ཡིན་པའི་སོགས་འདྲ་བ་འུ་འདྲ་ཅིག་མཐོང་ཡོང་གི་འདུག་བོད་སྐད་སུ་ཐབས་སྐྱོ་པོ་འདུག་བསམ་གི་འདུག་ཨོ་དེ་ངས་འབོད་སྐུལ་ཞུས་ཡོང་ཨ་ནི་མི་མང་རྣམ་པ་ཚོ་གསན་མཁན་ཚོ་གི་ཅིག་ངག་གི་སྐད་ཆ་བཤད་དེ་ཚོ་ཡང་འགྲིག་གི་མི་འདུག་སོང་ན་ཡང་དགོངས་དག་ཟིག་ངས་ཞུ་ཡས་ཡིན་གང་ལྟར་དེ་ཞུ་དགོས་པ་ཚང་མ་དེ་ངས་རྡོག་རྡོག་ཅིག་ནས་ཞུས་ཡོད་ཨ་མདོ་ཆེ་ནའང།